རེས་གཟའ་ཉི་མའི་ཉིན་ནེའུ་ཡོག་གྲོང་ཁྱེར Queens མངའ་སྡེ་ནང་ཡོད་པའི་ཕུན་ཚོགས་བདེ་གཤེགས་ཚོགས་ཁང་འདི་ས་གནས་ནེའུ་ཡོག་དང་ནེའུ་ཇེར་སི་བོད་རིགས་ཇུས་འདོན་ཚོགས་པའི་ཇི་ལྟར་གསོལ་བ་བཏབ་པ་བཞིན་པའི་ས་སྐྱ་ཁྲི་ཆེན་རིན་པོ་ཆེ་མཆོག་དང་དབུས་བུད་མེད་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་རྣམ་གཉིས་ནས་ཚོགས་ཁང་དབུ་འབྱེད་མཛད་སྒོ་བསྐྱངས་གནང་སོང། བའི་ཚེ་ལོ། མཐུན་ཚོགས་འདི་བཞིན་ཚོགས་ཁང་འདི་ནི་ས་གནས་ནིའུ་ཡོག་དང་ནིའུ་ཇེར་སིའི་བོད་རིགས་སྤྱི་མཐུན་ཚོགས་པ་སྐབས་བཅུ་གཉིས་པའི་ཚོགས་གཙོ་རྒྱུན་ལས་རྣམ་ནས་ལས་གཞི་འདི་དབུ་འཛུགས་གནང་ཡོད་པ་དང་ད་རེས་ཀྱི་བོད་རིགས་སྤྱི་མཐུན་ཚོགས་པ་སྐབས་བཅུ་དྲུག་པའི་ཐོག་ལས་གཞི་འདི་དངོས་སུ་ལེགས་གྲུབ་བྱུང་ཡོད་པ་རེད། དམངས་གཙོའི་རྒྱལ་ཁབ་ཆེ་ཤོས་གང་དང་གྲོང་ཁྱེར་ཆེ་ཤོས་ནིའུ་ཡོག་ནང་དུ་བོད་ཀྱི་ན་གཞོན་གསར་པ་གང་དང་མི་རབས་གསར་པ་རྣམས་ལ་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་དང་ཡི་གེ་མི་ཉམས་རྒྱུན་འཛིན་རྒྱུད་སྐྱོང་སླད་དུ་ཨ་ནི་ད་རིང་དེ་བསྟི་གནས་ཞུས་ན་རེད་གང་དང་བོད་པའི་གི་སྤྱི་ཁང་ཨ་ནི་བོད་མི་ཚང་མས་འཛོམས་ས་གི་སྤྱི་ཁང་ཨ་ནི་དགོས་མཁོ་གལ་ཆེན་པོ་ཅིག་ཨ་ནི་ད་རིང་དེ་དབུ་འབྱེད་མཛད་སྒོ་དེ་རིང།

གོང་ས་མཆོག་ཕག་ཕེ་རོ་ན་ཚུར་ཕེ་རོ་ན་ཞིག་ཞིག་ཁོང་རྡོག་ཁྲེས་ལྟར་མ་བཟོ་ནས་རྒྱན་ལྟར་མ་བཟོ་ནས་གོང་ས་མཆོག་ལ་ཆ་ཚང་ཡར་ཕུད། ང་རང་ཚོ་རྒྱན་དམར་ཁྱིལ་བྱས་ནང་གི་ཙག་གི་ཙིག་གི་རྐྱང་རྐྱང་བར་སྒོ་འཐོམ་བསྡད་དེ་ཡར་བལྟ། ད་དེ་དུས་ཚོད་ཡོད་མ་རེད་ད། ད་ཨ་རིའི་གཞུང་ནས་རྒྱབ་སྐྱོར་དགོས་ཀྱི་འདུག་ན་ཨ་རིའི་མི་མང་རྒྱབ་སྐྱོར་ཚད་ཁ་འགྲོ་དགོས་རེད་མ་གཏོགས་གཅིག་པས་གོང་ས་མཆོག་ཕེ་རོ་བྱེད་ཤུགས་ཡང་ཡོད་མ་རེད། གོང་ས་མཆོག་སྐུ་ངལ་གསོས་དགོས་ཀྱི་ཡོད་པ་ཡིན་ན་གོང་ས་མཆོག་སྐུ་ངལ་གསོས་དགོས་དགོས་རེད།

བཤུས་མ་ཚུལ་གྱིས་བསྒྲུབ་ཐུབ་ཡང་དམིགས་ཡུལ་གོ་རེ་ཡོད་བ་མ་རེད་དེ་འདྲ་ཡིན་དུས་རྩ་ནས་ཚང་མ་ལོག་མཐུན་ཁུར་བྱེད་དགོས་ཡ་དེ་དཔེ་མ་སྲིད་གལ་ཆེན་པོ་འདུག་སྤྱིར་ན་ཁོང་ཚོ་སྐྱབས་མགོན་ཆེན་པོའི་བཀའ་སློབ་ཀྱི་སྙིང་པོ་གཅིག་ལ་ཡང་ཚང་མ་མཐུན་པོ་བྱེད་དགོས་པ་རེད། ད་ལྟའི་དུས་ཚོད་ལ་ཡང་ང་རང་ཚོ་གཅིག་ཡས་ཡས་མས་མས་སུ་ཟེར་དེ་འདྲ་བཤད་པའི་རྩ་བ་ཉིད་ནས་འགྲིག་ཡ་ཡོད་བ་མ་རེད་ཚང་མ་ལོག་མཐུན་པོ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཟེར་ནས་ཡང་ནས་ཡང་དུ་བཀའ་ཕེབས་ཡོད། དེ་རིང་གི་དབུ་འབྱེད་མཛད་སྒོ་དང་སྟབས་བསྟུན་ནས་ཕུན་ཚོགས་སྒྲིག་གཞི་ཚོགས་ཁང་མདུན་དུ་ཡོད་པའི་སྲང་ལམ་དེ་ཡང་ས་ནི་སའི་རྫོང་དགོན་ཁག་ཉི་ཤུ་རྩ་དྲུག་གི་སྐུ་ཚབ་སྐུ་ཞབས་ཇི་མི་ཝན་བྷར་མ་མཆོག་དང་དཔལ་ས་སྐྱ་ཁྲི་འཛིན་རིན་པོ་ཆེ་མཆོག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་བཅས་ནས Tibet Way བོད་ཀྱི་ལམ་ཞེས་མཚན་བྱང་དབུ་འབྱེད་ཡང་ཞུས་གནང་སོང། ལོ་ཤས་སྔོན་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་མི་ཁག་ཅིག་ནས་སྲང་ལམ་མིང་བསྒྱུར་རྒྱུའི་རེ་འདུན་བཏོན་པ་བཞིན་ངས་ནས་ཀྱང་དགའ་བོའི་ངང་ནས་ལས་གཞི་དེ་བསྒྲུབ་རྒྱུའི་འདོད་པ་ཡོད་ཞེས་ཞུས་པ་ཡིན། དེ་རིང་ང་ཚོས་ལོ་རྒྱུས་ཐོག་འཁོད་པ་ཞིག་བྱེད་ཐུབ་ཡོད་ཞེས་སྐུ་ཞབས་ཇེ་མི་ཝེན་བྷར་མ་མཆོག་ནས་གསུངས་གནང་སོང། ང་དེ་ནིའུ་ཇར་སིལ་འདེགས་ཡོད་ངས་མི་དེ་ཚོ་དགའ་འདེགས་ཞུ་གི་ཡོད། དེ་ཅིག་ཕྱི་རྒྱལ་ལུང་པ་འདི་འདྲ་ལ་ཡང་ང་ཚོ་བོད་པ་ཁ་ཐོར་ནས་མང་པོ་ཞིག་བསྡད་ཡོད་རེད་ཨ་ནི་ཚོགས་ཁང་འདི་འདྲའི་གི་བརྒྱུད་རིམ་གི་ཐོག་ནས་ཨ་ནི་ཅིག་སོ་སོའི་ཆོས་དང་རིག་གཞུང་ཅིག་རིམ་པས་ཨ་ནི་བསྟི་གནས་ཆེན་པོ་ཅིག་ཆགས་འགྲོ་ཡ་ཅིག་དང་ཨ་ནི་ཅིག་སྐད་ཡིག་དང་རིག་གཞུང་ཅིག་མི་ཉམས་གོང་འཕེལ་བཏང་ཡ་གི་ཆེད་དུ་ཕན་ཐོག་ཧང་སང་ཡ་གི་ཅིག།

མ་འོངས་པར་ཚོགས་ཁང་འདི་འཛིན་སྐྱོང་ག་འདྲ་བྱེད་དགོས་ཡོད་མིན་ཐད་གསུང་དབྱངས་ལགས། མ་འོངས་པར་ང་རང་ཚོའི་གི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཁྱབ་ཁོངས་ལ་ཡོད་པའི་གི་བོད་ཡུལ་སློབ་གྲྭ་སྤུ་གུ་བཞི་བརྒྱ་ཙམ་ཡོད་པ་དང་དགེ་རྒན་སུམ་ཅུ་སོ་གསུམ་དང་ཕ་མའི་ཚོགས་ཆུང་གི་དེ་ལས་རྒྱབ་སྐྱོར་ལ་བརྟེན་ནས་བསླབ་གྲྭ་བྱེད་ཡོད་རེད་འདིའི་བསླབ་གྲྭ་དེ་སྤྱི་ཟླ་བརྒྱད་པ་ནས་ཚོགས་ཚོགས་སྤྱི་ཁང་ཕུན་ཚོགས་བདེ་གཤེགས་གི་ནང་ལོགས་ལ་ཚོགས་ཐུག་ཡ་དང། དེ་དེ་བཞིན་གི་ཡང་འདི་ནང་ལ་ཟབ་སྦྱོང་དང་ད་ཅིག་ཅིག་ཁར་ས་དབུས་བོད་མིའི་སྒྲིག་འཛུགས་ནས་ཡིན་པ་ཡིན་ན་ད་མ་འོངས་པ་སྤྱི་ཟླ་བདུན་པ་བརྒྱད་པའི་ནང་ལོགས་ལ་ཡང་ཚོགས་འདུ་རིམ་པ་འདི་འདྲ་ཡོད་རེད། ཡང་དེ་ཚོའི་ཐོག་ལ་ཡིན་པ་ཡིན་ན་དེ་འདྲ་ཟེར་ང་ཚོས་གོ་སྒྲིག་ཞུ་ཡ་དང་མ་འོངས་པ་ཆོས་ཕྱོགས་ཀྱི་མཛད་རིམ་མ་འོངས་དེ་འདྲས་ག་འདྲས་ཡིན་པ་ཡིན་ན་ཡང་ད་ལྟའི་ང་ཚོ་སྤྱི་ཁང་ཕུན་ཚོགས་སྡེ་བཞིའི་ནང་ལ་ཞུས་ཐུབ་ཡ་དང་དེ་འདྲས་ཀྱི་ང་ཚོས་འབད་བརྩོན་བྱེད་ཀྱི་ཡོད། ཕུན་ཚོགས་སྡེ་བཞིའི་ཚོགས་ཁང་འདིའི་ཐོག་ལོ་མང་རིང་སྐུ་ལས་བསྐྱོན་གནང་མཁན་གྱི་ཚོགས་ཟུར་རྣམ་པ་དང་དཔལ་འབྱོར་གྱི་མཐུན་འགྱུར་གནང་མཁན་ཡོངས་ལ་ནིའུ་ཡོག་དང་ནིའུ་ཇེར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས་ས་གནས་བོད་མི་ཡོངས་ཀྱི་ཚབ་ཞུས་ནས་ཁོང་རྣམས་ལ་ཐུགས་རྗེ་ཆེ་ཞུས་གནང་སོང། ཨ་རིའི་གྲོང་ཁྱེར་ཉིའུ་ཡོག་ནས VOA རླུང་འཕྲིན་ཁང་གི་གསར་འགོད་པ་ངག་དབང་བསྟན་འཛིན་ཡིན།